དང་ཁོ་ན་བ་བདེ་མོ་ཡིན་ན་ཁ་བརྡ་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ། དེ་རང་གི་བརྗོད་གཞི་ཡིན་གྱི་ན། སྐད་ཆའི་ཕྱོགས་ལ་བྱོན་ན་འདོད་པའི་སྐད་ཆ་འགའ་ཞིག་བ་དེ་རེད། ཞུ་ནས་ཁ་བརྡ་ལེ་ཚན་གྱི་འགྲོ་རིམ་ལྟར་དེ་རང་གི་སྐུ་མགྲོན་གྱི་རང་གི་མཚམས་སྦྱོར་རག་ལས་གཟིགས་ཡོད་ལ།

ད་ཡིན་ན་ཡང་ཅིག་སྤྱིར་བཏང་གི་སྐད་ཆ་ཟེར་ན་ད་རག་མོ་ཡིས་བཤད་ན་ཅིག་བརྗོད་བྱ་ཡོད་པའི་སྒྲ་གི་མིང་དུ་ཟེར་དགོས་ནི་ད་དུ་དོན་སྟོན་བྱེད་བརྡ་སྤྲོད་བྱེད། དེ་ནས་ཡིག་ཐོག་ངག་ཐོག་གི་ཐམས་ཅད་ཀུན་ད་སྐད་ཆ་གི་ཁྱབ་ཁོངས་བརྗོད་ཟེར་དགོས་ནི་ད་བརྗོད་པ་བརྗོད་པ་དང་སྐད་ཆ་ད་འདི་གཉིས་ཀ་ཡིན་དགོས་ན་དེ་ཡིག་ཐོག་ངག་ཐོག་གཉིས་ཀ་ན་ཡོད་ནི་དེ་གོ་བ་ལེན་དགོས་ནི་ད་དུ་ཡང་ཞིབ་ཕྲ་གི་གསུང་ན་ཀིར་གིས་ད་མིང་ཚིག་བརྗོད་པ་གསུམ་པོའི་ཁྱབ་ཁོངས་ནི། ད་ཐ་ན་གཅིག་གིར་གི་མཐར་མྱི་གི་གཙུག་ལག་འདིས་ཐ་གིར་གི་རང་མྱི་གི་གཞུང་ལུགས་ལ་སོགས་པ་རིག་གནས་ཀྱི་གཞུང། ད་བཟོ་སོའི་སྒྲ་ལ་སོགས་པ་རིག་གནས་ཀྱི་གཞུང། ད་ཁྱོད་བརྡ་སྤྲོད་དང་བཅས་པ་འདི་རིགས་འདི་ཐམས་ཅད་ཀྱི་ཁྱབ་ཁོངས་ནང་ཁྲ་ཞིང་ཞིབ་པ་ཧ་ཅང་མང་བོ་རེད་དེ་ལྟར་དུ་སྤྱིར་བཏང་གིས་བཤད་ན།

བདག་ཤེས་ཁིར་གི་བརྗོད་པ། རྟ་ནག་ཐོག་ཡིག་ཐོག་པོ་འདི་ཐམས་ཅད་ཀུན་གྱི་ན་བརྡ་སྤྲོད་བྱེད་ཚིག་ཟབ་མོ་བྱས་ན་བརྡ་སྤྲོད་བྱེད་ལྟ་བུ་ཟེར། ད་དེ་ན་ཡང་བཅུ་བའི་སྐད་ཆའི་སྒྱུ་རྩལ་བཙུགས་ཟེར་དུས་ཡང་དེ་ལས་བཅུ་བའི་ཁིར་གི་རིམ་པ་ཅིག་གི་ཡ་ར་སོང་དེ་ཁྲ་ཆང་བྱེད་པ་གི་ཕྱོགས་གང་ཐད་ནས་ཧ་ཅང་རྙོག་དྲ་གི་མང་བ་མང་ཡོད་ནི་རེད་དྲ་ཡང་བཅུ་བའི་སྒྱུ་རྩལ་དང་ལྡན་པའི་ཁིར་གི་སྐད་ཆ་ཟེར་ན་འདྲ། འདི་ནས་སྐད་ཆ་བཤད་སྟངས་ཀྱི་ཐོག་ནས་ད་བཅུ་རིམ་པ་གཅིག་གི་ཡ་ར་སོང། ད་འདི་མོ་ཡིན་ན་དཔེ་འཇོག་རྒྱུ་རྣམས་འདྲ་རིགས་ཡིན་པ་འདྲ་འདྲ་ལ་ད་ཁ་ཤས་ཀྱི་སྤྱིར་བཏང་གི་ཁུལ་གྱི་གཡོ་སྐུའི་ཆོས་སྲིད་བཟོ་བོ་ནི་ཁ་ཤས་ཡིན་ན་ད་ཆང་ལ་སོགས་བསྡུར་ཚུལ་གྱི་འགྲུབ་ཆགས་པོ་མོ་ད་ད་འདི་མོར་བརྟེན་རྒྱུ་ན་སྐད་ཆ་ཡིན་རྒྱུ་ན་ཁུལ་གྱི། ཅིག་དེ་དྭངས་མ་འདྲ་འདུག་ཟེར་མཁན་མི་དེ་ཡིན་གྱི་ན་ད་འདིར་བཙལ་དགོས་རྒྱ་ཆེའི་སྐོར་དུ་ཐོན་དགོས་ནི་ཧ་ལམ་འདི་མོ་རེད་པ། རེད་ངས་བསམ་བློ་རང་རེ་ནང་འདིའི་དོན་ནི་རེད་རེད་རེད། འདིར་རྩི་ཀ་རྣམ་པ་ཀློག་པའི་དོ་ག་ཡིན་ན། རེད་རེད་རེད། རེད་རེད་རེད་དེ་ན་དེ་རང་ནང་ཁ་དབུ་ཆུ་བོའི་ཀ་ནི་བོ་ཡིན་གྱི་ན་ཕ་ཆེར་འདི་མོ་ཟིག་ལ་ཐོན་ནི་དོ་ག། མི་རིགས་གཞན་པ་དང་འབྲེལ་འདྲིས་སྔོན་ཆད་དང་བསྡུར་ན་དེ་གསར་ཐོན་ཆོག་ག་ཅིག་འབྲེལ་འདྲིས་ཇེ་མང་སོང་བའི་དོ་ག་ཡིན་ན། རེད་རེད། འབྲེལ་འདྲིས་ཇེ་མང་ཡིན་མཉམ་དུ་འདི་ར་ཇེ་མང་སོང་བའི་དེ་ཡི་སྟེང་ན་ཕན་ཚུན་ན་ཧན་ཧི་ཞིག་རྒྱུ་འདི། ཁྱི་ཉིད་གཟིགས་རེ་རེ་ན་ཕྱེད་ཀ་མི་འཇིགས་གཟིགས་ན་ར་རང་ཚིག་དེ་ཡི་ཐུབ་ན་ཉིད་དཀོན་ན་རེ་མི་རིགས་གཟིགས་ར་ཡིན་གྱི་ན་དཔེ་དེ་དང་དེ་བཞིན་རེ་དེ་ཡང་ན་སྐབས་ཐོག་འདིའི་བརྒྱུད་རིམ་འདིའི་ཁྲོད་ནས་ད་རང་གི་སྐད་ཆ་གི་རྟགས་གཙང་རང་བཞིན་དུ་རྒྱུན་འཁྱོངས་ཡོད་ཅུང་དེའི་གནད་འགག་གི་ངག་གི་བ། ད་ད་ད་སྤྱིར་བཏང་གི་ཚིག་གི་ག་མོ་ག་མོ་རེད། སྤྱིར་ཡིན་ན་ད་ད་ལྟ་གི་དུས་རབས་ཀྱི་འཕེལ་འགྱུར་འདི་དང་ལྟེ་གནས་སྐད་ཆ་དག་སྔོན་ཆད་གཟུགས་སྲོལ་རྒྱུན་གྱི་རྫུན་ལ་འདྲ་གི་ལོ་རྒྱུས་ཀྱི་སྒང་ལྟོས་ན་ར་ད་སྐད་ཀྱི་དགོས་བཅད་ལ་སོགས་པ་ཡི་གེ་འབྲི་སྟངས་ར་ད་ཕྱོགས་གང་ཐད་ནས་ཡིན་ན་རུང་དུས་རབས་དུས་རབས་པ་དགོས་བཅད་ལས་འདི་ཡོང་དགོས་ནོ་ད་ལྟ་ཐམས་ཅད་ཀོ་བའི་འཇུས་ན་ཡང་བཀྲིས་ཀྱི་དགེ་དབང་ཟེར་དེ་ཡོང་དགོས་དེ་རང་ན་ཀ་ད་ད་ཅིག་བྱ་གོ་ནོ་ངོ་མ་ད་མི་རིགས་མི་ང། ཟན་དྲུག་གི་ཟིན་ན་འདྲ་སྟེ་འཕྲུལ་དཀའི་རིགས་དང་རིགས་ནི་དང། ད་བར་འགྱུར་ལ་སོགས་པ་རིགས་ནི་སྣ་མང། འབྲིང་ཚང་གི་དུས་སྐབས་ད་འདི་མོ་ཐོན་དུས་ད་སྐད་ཆ་ཡང་ཤན་ཤུགས་ཐེབས་པའི་དུ་མི་ཡོང་རང་ཡོང་ཡིན་ནའི་ཕྱོགས་གཅིག་ནས་ན་དུས་རྟགས་གཙང་གི་འདི་སྲུང་འཛིན་ཡིད་ཆེས་ཡིན་ན་ཡང་ད་ཁོར་ཡུག་དང་ཁུར་གི་ཤུགས་རྐྱེན་སྣ་ཚོགས་གི་དབང་གིས། ལྡོག་ཏུ་མེད་པ། ད་འདྲའི་ནུབ་འདིའི་གོ་རིམ་གྱི་དྲུང་ནས་དག་གཙང་ཡོང་རྒྱུ་འདི་དཀའ་ཁག་མང་ང་ཟིག་ཡོང་དགོས་ནས་གསར་བ་མང་ང་ཟིག་གསར་བྱུང་བྱ་ངེས་མང་ང་ཟིག་ཡོང་དགོས་ནས་གསར་བྱུང་བྱ་ངེས་དང་སྒྲོག་གིས་ད་སྐད་གཏང་གི་རྒྱལ་སྐད་ཆ་གི་སྒང་ནས་ཡིན་གྱི་ན་ར་ད་སྤྱིར་བཏང་གི་གནང་ཤུལ་ཟེར་ན་འདྲ་ད་འདྲ་མི་འདྲ་གི་གི་རྒྱལ།

གཞུང་འདི་ཤིན་ཏུ་དུམ་བུ་བས་བཟུང་བ་ནི་གཞུང་གི་ནང་ནས་གྲངས་ཡོངས་དང་དུམ་བུ་རེའོ། དེ་ལྟ་ན་ཡང་འདི་ཅིག་ལག་བསྟར་ཡས་ཆུ་འདིའི་ཕྱོགས་འདི་ཡིན་གྱི་ན་ཡང་ཅིག་དོན་དག་ར་དང་རིམ་པ་བྱུང་དགོས་གལ་ཡིན་ན། ད་ཅིག་འུ་ཆུང་ཁྱི་ནི་མ་རེད་ཀྱང་ཤི་ནི་མ་རེད་གང་ལྟར་ཀྱང་རང་གའི་སྔོན་ཆད་ཡོད་ན་ཟིག་ཡིན་གྱི་ན་ད་དེང་གི་བར་གྱི་འདི་ན་ཡོད་གི་ཁུངས་ནང་བསྟན་དང་ན་ཕ་ཅིར་དུ་ལག་བསྟར་ཡས་གཏོང་གྱི་ན་ཅིག་ཡིན་མཚམས་ཟིག་ཨེ་ཡིན་ན་འདི་ག་ཡང་གཏན་འཁེལ་ཡས་གསར་བཟོ་ཡས་བཏང་ན་ཟིག། འགལ་བ་གཅིག་གཅིག་མེད་སྟངས་ན་ཡང་དུ་གཅིག་ཧ་ནེ་ག་ར་གཅིག་ལག་བསྟར་གཟུགས་ཡིག་གཏོང་རྒྱུ་ན་ཡིན་ཚུན་ཚུན་ཡིན་ན་འདོད་གི་སུ་དང་སུ་ཡིན་ན་མཁས་བ་མ་རི་ར་སྡིངས་མཁས་བ་རི་གིས་གཏན་འཁེལ་ཡིག་གཏོང་ནང་དེ་ལུགས་དང་མཐུན་པ་གཟུགས་ཡིན་ན་ཡང་མི་རིགས་དེ་ཁོངས་གཏོགས་གི་ཁོངས་མི་གཟུགས་ཡིན་ན་དེ་ར་གཅིག་དུ་དང་ལེན་ཡས་ཆོག་གི་ཡིན་གི་ཡོད་ལ་འདོད་གི་དེ་ཕྱོགས་ནས་སྐར་ཆ་གཟུགས་ཅིག་མི་བྱེད། རེད་རེད་ད་དེ་སྤྱིར་བཏང་གི་ཁུར་གི་དེ་རང་ནང་དཀའ་གི་ད་ཞིག་རིག་གནས་ད་སྣེ་མང་འདྲེས་འཛིང་གི་དུས་སྐབས་འདི་མོ་ཡིན་གྱི་ན། ཏི། གསར་བྱུང་བྱ་དངོས་མི་ལྔ་གཟུགས་ལ་བརྟེན་ཞིང་འབྲེལ་བ་ཡོད་གསར་བྱུང་གི་སྐད་ཆ་དང་བརྡ་དང་ཐར་ཉེལ་ད་མང་པོ་ཟིག་ཡོང་གི་ཡོད་ནོ་ད་འདི་ཡིན་གྱི་ན་ད་སྐབས་སུ་ད་གུས་པ་ཐམས་ཅད་ཀྱི་ཤུགས་རྒྱག་ས་དང་ཚང་མ་ཡིན་གྱི་ན་ད་ཅིག་འགྱུར་རྒྱུ་ར་འགྱུར་རྒྱུ་ད་འདི་ཆ་དེ་རེད་དེ་འགྱུར་ནོ་ད། དབུས་མགྱོགས་ཅན་ཨ་ཅིག་གཅིག་གྱུར་གྱི་སྡེ་ཚན་འདྲ་འདྲ་ཟེར་དགོས་ནི་ད་གཅིག་གྱུར་གྱི་འདི་བཟོ་ནི་ད་ཟླ་དང་ཐ་སྙད་བཟོ་ནི་ད་འདི་མོ་ཡིན་ན་ཚ་གདན་ཟེར་རྒྱུ་རེད་ཡང་ཙིག་རྫི་དཀའ་མོ་རེད་འདུག་ཁམས་ཧྲིལ་བོ་ལ་མཚོན་ན། དེ་འཕྲོ་ད་ལས་ཁུངས་དང་ལས་རིགས་མ་བཅུག་པ་འདིའི་ཁྱབ་ཁོངས་ནས་སོ་སོ་ཡང་རང་ཉིད་ཀྱི་ཁྱད་ཆོས་དང་མཐུན་པའི་བརྡ་ཆད་གསར་བ་འདི་མོ་ཡིན་ན་མང་བ་ཟིན་འབྱུང་བ་དགོས་ནུག་དེ་གོ་རིམ་གྱི་འཕྲོ་ན་ད། ད་སྐབས་སུ་གུས་པ་མང་བ་གི་ཤུགས་བརྒྱབ་པའི་ད་ཐ་སྙད་ལེན་གྱིས་ན་འགྱུར་འགྱུར་གྱི་གོ་རིམ་འདི་ནས་ཡིན་གྱིས་ན་ད་འགྱུར་མ་ཟེར་དགོས་མིན་འདིས་འགྱུར་སྔ་མ་སྣ་ཚོགས་འདི་ཡོང་གི་ཡོད་མེད་ཡོང་གི་ཡོད་ན་ཡང་དེའི་ནང་ནས་ཡོངས་རྫོགས་ཀྱི་ཚད་ལྡན་ཟེར་རྒྱུ་ཧ་ཅང་དཀའ་མོ་ཟིག་རེད་དྲ་ད་དེའི་གོ་རིམ་ཟིག་རེད་བསམ་གི་ངས་བལྟས་ན་ད་སྤྱིར་བཏང་གི་བཤད་ན་གལ་ཏེ་ཐ་སྙད་གཅིག་བརྡ་ཆད་གཅིག་ག་དེའི་འགྱུར་འགའ་རེ་སྦྱོང་གི་ཡོད་ནི་འདི་སྣང་ཚུལ་ཡོང་གི་ཡོད་གི་ར་ད་ཡིན་དང་ཡིན་གི་འདི་གཅིག་གྱུར་ཡོང་གི་འདི་འདི་ཕྱོགས་ཡིན་གྱི་ནར་ཡང་ཅིག་ཤུགས་སྣོན་རྒྱག་དགོས་ནི་དུ་མོ་རེད་ད་དེ་གོ་རིམ་དུ་མ་བརྒྱད་ན་ཐད་ཀར་གི་ཐར་ཉེས་ཀྱི་གཏན་འཁེལ་ཡིད་དུ་ཡོང་རྒྱུ་ར་ཡང་རྒྱུགས་ཆེ་རྒྱུ་དེ་ཧ་ཅང་དཀའ་ཁག་ཆེ་ནི་སྣང་ཚུལ་དུ་མོ་ཐུག་ཡོད་གི་ཡིན་ན་ཡང་ད་འདི་ཕྱོགས་གི་ལས་ཀ་ལས་མཁན་དང་འདི་ཕྱོགས་ཤུགས་རྒྱག་མཁན་དུ་ཐམས་ཅད་གི་དགེ་རྒན། ངར་ཆུང་གི་འབྲས་བུ་དང་འདི་ཡིན་གྱི་ན་ད་སྔོན་མ་རྗེ་སིའི་རང་བྱས་སྒོ་ནས་ཚ་ཐུག་དུ་མོ་རེད་བསམ་གི་འདུག། ཡང་ཁ་སང་ཉིན་ཁ་བརྡ་ནས་མང་ཚིག་ལ་ལ་ཟིག་ཁག་ཟིག་གིས་ཁས་ལེན་གི་ཁག་ཟིག་གིས་ཁས་མི་ལེན་གི་འོན་ཀྱང་ཁས་ལེན་མི་ལེན་གི་དོན་དག་དེ་ཁྱེད་གོང་ནས་བཤད་འདུག་དེ་ལྟར་མི་རིགས་སའི་བར་གི་སྐད་རིགས་གི་འཕེལ་འགྱུར་འདི་འཁྲུལ་ན་ཡོད་ཀྱི་རེད་ཡོད་ཀྱི་རེད་ར་ར་དེ་སྐབས་ཐོག་དེ་ད་ཉི་ས་བཏང་ཟིན་ཡོད་ན་གུ་ཡངས་གི་འདུག་བསམ་བློ་རྩེ་གཟིགས་དགོས་གི། ཧུའེ་ཟི་ཞིང་ཆེན་མང་ཚོགས་ཚོགས་གཏན་འཁེལ་དང་ངས་ཁས་མི་ལེན་གི། མི་ལེན་ན་ཁུངས་ལུང་ཟིག་དགོས་གི། ཁྱེད་ཆི་ཟིག་ཨ་མི་ལེན་ནོ་གི་རྒྱུ་རྐྱེན་དུ་ཁྱེད་ས་ར་དགའ་ར་བྲིས་སྟངས་ངས་ཁྱེད་དཔེ་ཅི་ན་དུ་ཨིན་ཚིམ་གི་བྱེད་ཐུབ་ཟིག་ཨེ་ཡིན་ན་སྡོད་གི་ས་དང་ས་ཡིན་ན་མི་རིགས་ཟིག་གི་འདི་དང་ལེ་ཡིན་དགོ་ནི་ར་གཞན་པ་མི་རིགས་རིགས་ག་འདི་ཞོག་ས་ར་བྱུང་དང་ན་ཁ་ཁུར་དུ་ཐད་ཀར་དུ་མི་རིགས་གཞན་པ་གི་ནང་ན་མང་ཚོགས་ནང་དུ་ཐད་ཀར་དུ་སྒྲ་བརྒྱུད་རེ་སྐུལ་གཏོང་ནི་ར་ཡོག་གི་དེ་ཡང་ཆ་བོ་ར་ཆ་བོ་ནི་ལུག་ཟིག་ཡོག་ཅི་རེད། མང་ཚོགས་ར་ག་འགྱིན་ན་འདི་ན་དོན་དུ་མེད་གི།

དེའི་ཕྱོགས་ནས་ཡང་ཆེས་སྐད་ཆ་ཆགས་ཆེ་ཞིག་མ་བཤད། རེད་རེད་དེ་ད་སྤྱིར་བཏང་གི་དེ་ར་ཅིག་རྒྱུན་ལྡན་གི་སྣང་ཚུལ་བཞིན་ནར་མི་ཆགས་རྒྱུ་མེད་གི་སྤྱིར་བཏང་གི་ད་གཟོ་ད་གི་བྱ་ངན་གསར་བ་ཐམས་ཅད་གི་བརྡ་དང་ཐར་ཉེན་འདི་ཡི་གེ་འགྱུར་མ་གི་ཕྱོགས་གཅིག་རེད་དེ་ནས་སྒྲ་ཟུར་ཆགས་གི། སྐོར་གཅིག་རེད་དེ་འདྲོ་ད་ཅིག་དུས་རབས་འགག་འགག་གསར་བ་འབྱུང་དགོས་ནི། འདིའི་ནང་ན་དམིགས་བསལ་གི་དྲ་ལམ་དགོས་གི་རྒྱལ་བས་ཆོས་ཐོང་དགོས་ནི་སྐད་ཆ་འདྲ་འདྲ་འདྲ་མི་འདྲ་འདྲ་ཡོད་གི་ཡོད་ན་ཡང་དག་ཕྱོགས་གཅིག་ནས་མཁས་པའི་གཏན་ཁེལ་ཡིན་ནོ། འདི་ཕྱོགས་གཅིག་འདི་ཕྱོགས་གཅིག་ནས་དམངས་ཁྲོད་ལ་རང་ནས་ཡང་ཅིག་ཐར་ཉེ་གི་གི་རྒྱལ་དངོས་པོ་གི་སྙིང་དུ། ཐ་སྐར་ཀུ་མ་ཐོན་གོང་བ་མ་ཤིས་གོང་བ་དངོས་པོ་སྔ་སོང་ན་དམངས་ཁྲོད་ནས་སུ་ར་ཡོང་རྒྱུ་ཡིན་ཡང་ཡང་དུ་མུ་འཁོར་དུ་གི་དེ་ནང་ན་དམངས་ཁྲོད་གི་དེ་ནང་ན་ཡིན་གྱི་ན་ར་དེ་ཉམས་སམ་གི་སེ་གི་འགྱོ་རི་དང་ནི་འདི་མོ་ར་ཡང་ཡོད་ཀྱི་རེད་ཁི་པ་གི་འདི་ནང་ན་ར་ཡང་ཞན་ཆ་དུ་བད་དེ་མེད་ཟེར་རྒྱུ་དེ་ཡང་དཀའ་མོ་རེད་དཔེ་འཇོག་གྱི་ན་ད་ལྟའི་བཟོ་ལྡ་ཐར་ཉེར་གི་ཐག་གི་ཆོས་གྲའི་མཁས་པའི་ཐ་སྐར་ཀུ་ཐག་གི་གྱ་ནུ་དུ་དམངས་ཁྲོད་ནས་ཐ་སྐར་ཀུ། དང་བླངས་དབྱེ་ཐུབ་མི་ཐུབ་གཅིག་རེད། དེའི་ཧན་ཆེ་ནས་ཁུར་ཁེ་སྲོལ་རྒྱུན་གྱི་སྔོན་ཆད་ཡོད་མེད་དེང་སང་བེད་སྤྱོད་གཏོང་གི་ཡོད་མེད་དེ་གཉིས་ཀྱི་བར་ནས་ད་སྔོན་ཆད་དོས་བདག་དང་ཐར་ཉེ་དུ་མོ་ཟིག་འོ་ལ་རང་གི་ཡོད་ནས་ངེད་པོ་དེ་དང་འཛིན་ན་ཆོད་པོ་འགྲོ་གི་ཡོད་ནི་ཟིག་དེང་སང་གསར་དུ་ཡིན་གཅིག་མིན་གཅིག་འགྱུར་མ་གི་གཅིག་བཏགས། ད་མདོ་སྨུག་གི་སྣང་ཚུལ་ནས་འགྱུར་ན་མི་ང་ཡང་ཡོད། ད་དུས་ཕྱོགས་གཅིག་ནས་བཤད་ན་ཡང་ཡོད་སྲིད་པ་དེ་རེད་དེ། ཕྱོགས་གཅིག་ནས་བཤད་ན་ད་ཡིན་དང་ཡིན་གྱི་འདུག་གཅིག་གཅིག་གྱུར་དང་དེ་ནས་ཚད་ལྡན་ཡང་ན་མཁས་པའི་འགྱུར་ལ་སོགས་པ་ཡིན་ན་ར་དེ་ལྟ་ནས་འགྱུར་བ་དང་མ་ཆོག་པ་དུ་མ་ཟེར་ན་མ་རེད་ཡང། རིམ་བཞིན་གྱི་ཀུན་དགའི་འོད་སྤྱོད་ཀྱི་གོ་རིམ་དེ་ཚོ་འདིའི་ནང་ནས་དགེ་ལས་ད་རེས་ད་མཐའ་མཇུག་ཆིག་ཟིག་རེད་ཡང། འགྱུར་དེ་འགྱུར་བ་འགྲོ་དགོས་ས་འགྱུར་ར་འགྱུར་བ་འགྲོ་དགོས་ས་འདི་ཡོངས་སུ་པ་ཟིག་རེད་བསམ་དགོས། ང་དི་ཡིན་གྱི་རི་ར་ད་འཁུལ་བ་ཟིག་དང་ན་ར་ཅིག་ཚང་མ་ཐམས་ཅད་མཁྱེན་པ་མ་རེད་ད་ཚང་མས་ར་ཤི་ནི་རེད་རེད་ལ་ཟེར་ར་འོན་ཀྱང་འཁུལ་བ་ཟིག་ཡིན་དང་ན་ད་ཚོ་ཚུར་ལ་མྱང་ད་ཏག་ཏག་ན་ཟིག་ཡིན་གྱི་པ་རེད་དོ་གི་ང་བསམ་ཚེ་རི་བོ་ཞིག་ད་ཞིག་བྱས་ན་མང་ཚོགས་ཁྲོད་ལ་རྒྱན་གྱི་མ་སོང་ཡོད་དོ་ནོ་ཤ་ཏག་གི། ཁྱོད་ཨར་གའི་ཆུ་ཐིགས་ན་ཨེ་རིའི་འདོར་ཅིག་འདམ་དབུས་ཡོད་དང་ན་དང་ལོ་ཡིན་དང་ན་མི་ཆོག་ཅི་ར་ཕ་ཅི་ཡོད་ཅིག་མ་རུ་འདུག་གི་ཤི་པ་རང་བྱུང་གི་ཁྲག་ཤིང་ཤི་པ་གི་དུ་མོ་མང་ཚིག་མིན་དང་ན་ད་སྤྱིར་བཏང་གི་དུ་ཡིན་དང་ན་འགའ་ཆ་ཟིག་མེད་ཀྱི་ཕན་ཚུན་གི་དུ་བདེ་ལེགས་ཡིན་ན་ཆོག་གི་འདོད་གི་འོན་ཀྱང། ཁུ་བ་འཁུ་བ་ཟེར་གོ་ནོ་ཅིག་ཁེ་རེ་དུ་ཆུ་ཅིག་ངེར་ང་ཅིག་ཅིག་ཅིག་དུ་ཟེར་གོ་ནི་མ་རུ་ར་གཞུང་ལུགས་ཤོག་གང་ཐད་ནས་ཉམས་མྱོང་དང་བྱིས་བ་གི་ཐོག་ནས་ད་སྣེ་ཁྲིད་གི་ནུས་བ་ཟིག་ཡོད་དགོས་ནི་རེད།

ཚོ་ཚོ་ལ་རང་ཨ་ད་དགུང་མོར་དགུང་འབྲུག་གོ་ནོམ་དང་ངེད་ལྟ་ཅི་ང་ཅི་ཆུ་མམ་འབྲུ་སེ་གོ་ན་ར་མ་རུ་འབྲུ་བོ་དྲི་མྱོས་ས་དང་ཟེ་ན་མྱོས་ཟ་གི་ཆ་མེད་མདང་རྗེས་གཟུགས་རྒྱག་དགོ་གི། ཕྱི་ད་ཤི་ཤི་གོ་ཉོག་དྲ་གི་འདི་ཡོ་ཅིར་ཟ་ད་སི་དང་སི་ན་ཤི་ན་རི་ཡོ་ན་རི་ར་འོན་ཅང་འདིས་དུས་འདི་ཤེད་དོ་ལ་དང་བ་ལོ་ཉི་ཤུ་སུམ་ཅུ་བཞི་བཅུ་བཅེར་ང་ར་འགྱོ་གི་རེད། དག་ཅེས་ས་ཐོན་འཇོག་གི་ཅེས་ཐོང་བ་བཞག་གཏོང་རྒྱུ་ན་བ་གི་ཅིག་ཧ་ནས་གི་ཧི་རིགས་གཟིགས་གཏོང་རྒྱུ་ན་ཡང་ཅིག། བརྡ་ཆད་འདི་བ་གི་བེད་སྤྱོད་ཅུ་གཟིགས་ན་ཆོག་གི་ཡང་སྐད་རིགས་གི་དག་གཙང་རང་བཞིན་ཤོམ་གང་མཐུན་ནས་ཧན་ཙི་ཡ་ཟིག་ཨ་ཐོ་བ། དེའི་ཕྱི་པ་ཁ་བརྡ་ཟིག་མི། རིགས་རིགས་ད་ལྟའི་སྤྱིར་ན་ད་ལྟ་འདི་གོ་ནི་དེའི་གི་གེ་མང་ཁྲུ་ཡིན་ན་འདྲ་དེའི་ཧན་ཅིག་གི། ཆེད་ལས་ཀྱི་སྡེ་ཚན་ཡིན་ན་འདྲ་དང་ནི་དུང་ཁུལ་པ་གི་ལྷན་ཚོགས་འདྲ་འདྲ་ད་ནམ་གྱི་ཡིན་གྱི་ན་དམངས་ལས་ཡོད་གི་དུ་དམ་ཆོས་ཀུན་ཡིན་གྱི་ན་ཀུན་སློང་ཡོད་པ་དང་མི་གཡོ་ས་བོ་འདི་ད་དང་སྐད་ཆ་དག་ཚང་ཡོང་རྒྱུ་ར་ད་དུས་འདི་ཆེད་དུ་ད་ཡིན་ན་ཡང་ད་དེ་རང་ནང་ཀ། ད་མང་ཐོས་ཡིན་ན་འདྲ་ཕྱོགས་གང་ཐད་ནས་ཡིན་ན་ད་གི། ད་ན་ན་དོན་ཟིན་ན་འདྲ་གི་འདི་ད་ཐབས་ཉིད་དྲན་འདི་ཕྱོགས་ནས་ཧ་ཅང་མང་ང་ཟིག་ཡོད་གི་དེ་ཡོད་ནོ་དེ་ཡིན་གྱི་ན་ད་རྒྱུ་རྐྱེན་རྒྱུ་ན་ར་ཧ་ཅང་མང་བ་ད་འདི་ཐམས་ཅད་ཀུ་ཐ་ཀར་གི་ཡང་ད་ད་ད་ཅི་གཅིག་གྱུར་གི་འདི་ཐང་ཁེ་ལས་ནི་དུ་འགྱུར་གྱི་མེད་པ་སུ་རྒྱུ་དུ་དོ་ཀུ་དེ་ཡང་དཀའ་རྒྱུ་རེད་དེ་ཤེས་ར་དེ་ག་གང་ཡང་ཡོད་སྲིད་པ་ཟིན་རྒྱུ་རེད་བསམ་གི། ད།
མ་ཡིན་མི་ཞིག་བརྗོད་ཡོད་ལ་མོ་འུ་ཆི་རང་གི་སྐད་འོས་སྤྱོད་དགོས་ནོ་འདི་ཡིན་གྱི་ན། མ་མཐའ་གཅིག་གསར་བ་ཟིག་བྱུང་དང་ན་དེ་ཀན་ལྷུང་འབྲེལ་བ་ཟིག་ཡོག་གི་འདུག་གི་འདི་འུ་ཆི་ཤ་ལི་བ་ན་ཟིག་མི་འདྲ་དང་ར་ད་ཆོས་ཡིན་གྱི་ན་ཅིག་བཞད་གི་རུ། ད་ཁ་ཤག་འདི་མོ་བྱེད་དགོས་གི་སྒྱུ་རྩལ་གི་ཐབས་ལམ་འདི་ཡིན་གྱི་ན་ཡང་ཅིག་བྱེད་ནས་ཟིག་ཁྱད་པར་བ་ཟིག་ཡོག་གི། ཡང་ཆ་བཅུ་དེའི་ནང་ནས་དཔེ་བཟོ་ཞིང་མང་ཚགས་ཚགས་བྱས། ཕྱིས་འདི་བཏང་ལེན་ཡིན་དང་ད་ཆོས་རང་གི་འདམ་རྒྱག་ཡིན་འདི་ཡིན་དང་ད་ཡང་མང་ཚོགས་ཡང་ཞོག་ཁ་ཟུ་ཡང་ཆ་བཅུ་དེའི་རྫ་དེ་ལས་རང་ང་དེ་རྗེས་འབྲང་བཏང་ན་ར་ཡོག་གི། དེའི་སྐབས་ཐོག་དེ་ཆ་བཅུའི་གདམ་གསེས་ཡས་ཆུ་འདི་ཡང་ཅིག་གནད་འགག་ཟིག་རེད་འདུག་གི་ང་རང་གི་ལྟ་ཚད་གྲུབ་བོ་མི་འགྲིག་ར་ཐང་ཡིན་ན་ད་ཆེ་དཔེ་བཟོས་འཇོག་ཕྱིས་ཁ་ཁང་འདི་མོ་ཟིག་ལས་གི་དེའི་ནང་ནས་མིང་རྟགས་གསར་བ་ཟིག་བཀོད་གི་ཆོས་གདམ་གསེས་དེ་ངས་ལྟ་རྒྱུ་ན་ཚིག་བཅད་ཟིག་གཟབ་ནན་ཡིག་བཀོད་གི། འདི་ཞག་བཀའ་ཆགས་ཙམ་མ་བཤད། རེད་རེད་རེད་རེད་ད་ངས་དེ་ཕྱོགས་ན་ཅང་སྤྱིར་བཏང་གི་ཅིག་ད་ཁྱེད་དྲ་གང་གི་དུ་མོ་བཟོ་གྲངས་འབོར་གི་ཆ་ནས་ཧ་ཅང་མང་བོ་ཡོད་ནི་མ་རེད། ད་ཁ་ཁུ་དཀར་ཆུང་ལ་འདིའི་ཆ་ནས་བཀའ་ཆགས་གི་གི་གི་སྒྱུ་རྩལ་གི་ཁྱབ་ཁོངས་གི་བརྩམས་ཆོས་འདི་རེད་ད་འདི་ལྟ་བུ་ཡིན་གྱི་ན་བལྟས་ས་བལྟས་མགྱོགས་གི་དེ་རང་ནང་བཀའ་གི་གི་ཆོས་ངག་རིག་གི་ལས་ཀ་ལས་ནོ། རེད། ངག་གི། འདི་ཀ་ད་དཔེ་འཇོག་རྒྱུ་ན་དེའི་གློག་བརྙན་བཀའ་བསྒྱུར་དང་དེ་ནས་གཅིག་པུའི་སྙན་སྒྲོན་མདོ་འཛིན་ལ་སོགས་པ་དང་ངག་གི་ལས་ཀ་ལས་གོང་འདིའི་ལས་རིགས་ཀྱི་ནང་འདི་ལྟེ་ས་དཔེ་འཇོག་གི་ཆོས་སྟོན་ཡང་ན་སྐར་ཆུང་ར་རྒྱའི་ཚིག་གི་འདིའི་ནང་གི་སྐད་ཆ་གི་ངེས་དོན་ཟེར་དགོས་འདིར་སྐད་ཆ་གི་ངེས་དོན་ད་གཅིག་བོད་ཀྱི་བོད་ཀྱི་རང་སྐད་ཀྱི་ཡང་ན་དེ་དེ་རང་གི་དུས་ཚོད་འདི་དང་འདིར་ན། འོག་གི་སྐད་ཆ་ད་དུ་འདུག་ཡར་ཡར་དེ་ན་དུ་ཧ་ཅང་རྒྱང་རིང་སོང་མོད། དེ་ཡང་ནང་སྐབས་ཀྱི་ནང་ཆོས་ཟེར་དགོས་འདུག་སྐབས་འདས་བཤད་དགོས་ནུ་སྐད་ཆ་བྲིས་ན་ཁ་ཁ་གར་ཆོག་ནང་གི་སྐད་ཆ་དུ་བོར་སྐད་ལ་ཨ་མདོ་གི་ཁྱབ་ཁོངས་འདི་ནས་ང་འདི་ལྟ་བུ་འབྱིན་ན་ཨ་མདོ་གི་ཁྱབ་ཁོངས་ཁུར་བོ་མིན་ནས་བཤད་བསམ་བརྗོད་དགོས་རེད་ཨ་མདོ་གི་ཁ་སྐད་ཀྱི་ཁྱབ་ཁོངས་འདི་ནས།

ཡུན་རིང་འོན་ཀྱང་དེའི་བསྟན་དོན་དང་ནང་གི་ཁུར་སྐད་ཀྱི་བརྗོད་གཞི་ཟེར་དགོས་མིན་འདི་སྤྱིར་ཚད་ཀྱི་རྣམ་པ་རེད། འདིའི་ཆ་ནས་དེ་ཡོང་ན་ད་དུ་གསར་བ་རེད་ཟེར་དགོས་ཀྱི་རེད། ཡིན་ན་ཡང། ཁ་ཤགས་དེ་དེ་དྲུག་ཤགས་ཀྱི་སྐོར་གྱི་ནང་ནས་ནང་གི་སི་ཁ་ཤགས་ཀྱི་ཐ་སྙད་འདི་སྔོན་ཆད་ལས་འབྱེད་ན་དེ་ཡུན་རིང་འོན་ཀྱང་ད་ལྟ་བཤད་དགོས་མིན་ཁ་ཤགས་དང་ཡང་ན་སྐར་ཆུང་ཟེར་དགོས་མིན་ད་འདི་ཡིན་ན་ཅིག་སྙིང་གི་འདོགས་སྟངས་ཀྱི་ཆ་ནས།

རེ་རེ་རེ་ཏིས་ཏི་ཡོ་ནར་ངེས་བྱ་ཀུ་ནོ་གྲངས་འབོར་གྱི་ཆ་ནས་མང་བ་མ་རིག་གི་ནོ་མི་ལུས་འདི་སྤྱིར་བཏང་འཚོ་བ་ནང་ན་ཡོད་སྲིད་པ་ཡིན་ན་དེ་ཁིར་གུའི་ནང་ན་ཡོད་ཡོད་ནི་རེད་ད་གྱི་ཚིག་གི་རྣམ་པ་ཐ་བརྡ་དང་ཐ་སྙད་ཀྱི་དེ་མྱང་འདོགས་སྟངས་ལ་སོགས་འདི་ནི་ད་ཐ་ན་གཅིག་ད་རུང་གཅིག་གྱུར་བྱུང་མེད་མི་ཚིག་ག་དེ་རེད་དར་ཆུང་ལྟ་བུ་ཡིན་གྱི་ན་བཞད་གད་དེ་གར་སེ་ཀོ་གི་གར་ཆུང་ཟེར་ཀོ་གི་དེ་ནི་བཞད་གད་དྲ་སེ་ཀོ་གི་དེ་དེ་དེ་ཚིག་གཞན་ནོར་བུ་ཚིག་ག་རེད་ཡིན་ན་ཡང་ད་དེ།

བདག་ཚིག་མ་ཡིན་ནི།
རེ་རེ་ད་ཏུ་མུ་རེ། ངའི་ད་ཚིག་ཁོ་ནོ་ཏུ་ཡིན་གྱི་ན་ཏུ་བུ་ཐག་ཐང་ཁིལ་ཤོང་མེ་ནི་ཚིག་གར་ང་རང་གི་ཡིན་གྱི་ན་རེ། ཐག་གཅིག་གུ་བེ་བྷན་རྒྱག་གྱི་ན་གར་ཆུང་ཟི་ཚིག་རྒྱག་གུ་སྐྱི་ལར་མེ་གི་ཡང་ཅི་བི་བི། འདི་གུ་བྱ་གད་གི་འདི་གར་ཟི་ན་ཏུ་དེ་རེ་གུ་ཉོ།

གསར་བྱུང་བྱ་ངན་དུས་རབས་དེ་ཁ་པར་གྱི་སྐོར་ཡིན་རྒྱུ་ན་ཡང་བཅུག་ཡོད། འམ་བསྒྲིགས་ཀྱི་བྱ་རིགས་ལས་ད་འདི་ཡོང་དགོས་ནོ་འདི་གནང་ན་ར་གི་སྐོར་དུ་ད་ལྟའི་བསམ་བཞིན་གྱི་ང་རང་གི་དུས་མཐའ་ན་ཆོག་གི་མ་མཐའ་ན་ཆོག་གི་བརྡ་རྟགས་ལྟ་བུ་ར་ད་ནུ་མོ་ལྕང་སྐུ་ད་རྒྱུགས་ཆེའི་ཟི་ན་འདྲ་གི་དེ་མ་འཕྲོད་ན་བེད་སྤྱོད་གཏོང་གི་ནུ་མདོ་ལྕང་སྐུ་ཐག་ཁེར་གི་བེད་སྤྱོད་གཏོང་གི་ཐུག་གི་རེད།
རི་དྭགས་དམངས་ཚིས་གང་དང་ཡོད་ན། ཅིག། བེད་སྤྱོད་ཡོད་དགོས་རེད་དཀའ་ཐོག་དེ་ཅིག་འདྲ་མི་འདྲ་ན་ཚོགས་ཆུང་ནང་འོས་མི་རེ་ད་ཞིག་བཤད་དང་ཟེར་ར་གང་ལྟར་ཅང་སེ་དང་ཟེར་ན་རང་སྟང་གི་ར་ཅིག། དབུས་ཆོས་ཚང་ན་ཡོད་འདུག་གི་ཆ་གི་མི་ཚང་གི་དེ་དང་ན་དེའི་ཚང་ནར་གི་ཅིག་གཏན་འཁེལ་དང་ན་ཡང་དམངས་ཚོགས་ནང་ནས་རྗེན་རྗེན་མ་སོང་བའི་དོགས་ལུང་འགལ་ཆ་ཅག་ཅིག་མེད་ནོ་རང་གི་རིག་གནས་དང་དུ་མ་ཡིན་དང་ན་ཡང་ཅིག། ལག་ཏུ་ཡོད་གོ་ནི་ཁྲོད་ནས་དབུས་ཆོས། རང་གི་ར་ཅིག་དཀའ་ཆ་གི་ཤ་ཨ་ལི་བོ་ནི་འདིར་ག་རང་གི་ར་ཡིན་གི་མཛེས་གཟིགས་ཡོད་གི།

ལས་ཀ་འདི་མ་ལས་ནི་རེད་ད་གཞུག་ནས་ཁྱེད་རླུང་འཕྲིན་དང་དེ་ནས་བརྙན་འཕྲིན་གྱི་ཁྱབ་ཁོངས་འདིའི་ཐུགས་ཀྱི་ལས་ཀ་ཀོ་གཟུགས་ད་གང་ཡིན་སོ་ཟེར་ཞིག་གི་ཚུལ་དུ་གང་ས་གང་བྱུང་ལས་ཀའི་འོག་ནས་ཚུད་ཀ་ཡོད་ད་དེ་ཕྱོགས་གཅིག་ནས་བཤད་ན་གློག་བརྙན་ལྟ་བུ་ཟིན་རྒྱུ་ན་ར་དེ་བརྙན་འཕྲིན་དང་དེང་རབས་ཀྱི་བརྙན་ཞུགས་ཀྱི་ཡོ་ཆས་འདི་ཚང་མ་ད་རེས་ཡོང་རེས་དེའི་ནང་ན་བོད་སྐད། ཀུན་གྱི་གཡོ་སྒྱུ་དུག་ཤིན་ཏུ་གལ་ཆེན་པོ་ཡང་དུ་མི་ཟད་ཐུགས་བདེ་བོ་ཐུགས་བདེ་བོ་ན་དེའི་ཐད་ཀར་གྱི་ལས་ཁུངས་དང་དུ་བདེ་གནས་སྡེ་ཚན་དང་འདི་ཚང་མ་གཡོར་དགོས་ནོར་གཡོ་ནོར་གྱི་ཆ་ནས་ད་ངག་གི་ལས་ཀ་བྱེད་མཁན་ཐམས་ཅད་ཀྱི་ལས་ཀ་འདི་ལས་ཡོང་ནི་རེད་ཅོག་ཅིག་ནས་འདི་ལ་ད་དགེ་མཚན་གྱི་ཕྱོགས་ནས་བལྟས་ན་ད་བརྙན་འཕྲིན་ཟེར་གྱི་ནང་ན་ཡིན་གྱི་ན་རང་གི་སྐད་ཀྱི་བརྙན་འཕྲིན་དེ་ཀྱི་ལ་ཚོགས་པ་ད་རྒྱུ་ཡོད་ནོ་ད་འདི་མོ་གི་ནས་ཐད་ནས་ཡིན་གྱི་ན་འདི། ཚུལ་ནི་མདེའུ་བཟའ་ཚུལ་ཆགས་ཆོག་ཟེར་དགོས། ཕྱོགས་གཞན་ཞིག་ནས་དེ་ར་དག་ལྟ་གི། ཁྱེད་ཀྱི་དུས་དང་བསྟུན་པ་གི་འོག་གི་རང་སྐལ་དུས་སྔ་མ་མ་ཡིན་པ་གསར་བ་གི་དག་ས་ཞིང་བྱ་ངན་གི་ཁྲོད་ནས་ཆགས་མི་སྐད་ཆ་བཤད་སྟངས་ལ་སོགས་པ་ཐ་ན་ད་སྐད་ཆ་གི་ཁྱེར་སྐད་ཅིག་ཐ་སྙད་ཁ་ཤས་དང་བ་གི་མང་ཚིག་སྐོར་ཅིག་ལྟ་ཅི་འོ་སྐལ་ཡིན་རྒྱུ་ཟེར་རྒྱུ་དེ་རྣམས་ནི་བཤད་སྟངས་དང་བཅས་པ། གསར་བ་གསར་རྐྱང་ཆགས་རྟགས་ཀྱི་གསར་འགྱུར་སྙན་ཤལ་སྐུ་རིགས་དེ་ནི་གློག་བརྙན་དང་བརྙན་འཕྲིན་གྱི་འདིའི་ནང་ད་འདི་ན་ཡོང་ནི་བོད་སྐད་སྐོར་དོན་གྱི་ནང་དུ་གཏང་རོགས་སྐུ་བཤད་དང་གསར་བ་གཟི་ཆགས་དང་ད་ཐ་ན་ཅིག་བོད་སྐད་ཀྱི་གཞན་སྐད་འདྲ་འདྲ་ཟེར་གི་འདུག་འདི་མོ་ཟེར་གི་རྣམ་པ་གི་ཆགས་གདའ་འདུག་ད་འདི་ཡིན་གྱི་ན་ཡང་ངས་མཚམས་མཚམས་སྐུ་རིགས་གི་ཚུལ་དུ་ཟེར་གི་ཡོད་གློག་བརྙན་གྱི་སྐུ་རྒེ། བོད་སྐད་ལ་བསྒྱུར་བཞག་མོ་ཅང་གོ་འགྱུར་མ་རན་པའི་ཕྱོགས་ནས་ལས་ཀ་མང་བ་ལས་ཡིན་ནི་རེད་དྲ་ཡིན་ན་ཡང་ཕྱོགས་གཅིག་ནས་སྐད་ཆ་རྐྱང་རྐྱང་གི་ངོས་ནས་ད་གཞུང་ལུགས་ཀྱི་ངོས་ནས་ཟེར་དགོས་འདི་ནས་བལྟས་ཡོང་ན་ཡང་གཏོར་བརླག་ར་ངོས་ཅན་འཛིན་ཞོག་ནས་ཡང་དུས་རབས་ཀྱི་དེ་ལས་ཀྱི་གི་དེ་དུས་རབས་ཀྱི་གོམ་པ་དང་བསྡུ་རེས་ཡོང་ན་དེ་ཡང་ཡོང་སྲིད་པ་ཟིག་ཡིན་ནི་དེ་ཅ་ཏག་ཡང་ཡོང་དགོས་ནི་ད་དུམ་ཀ་ཁག་ཁག་ཁག་ཉོག་དྲ་ཉོག་དྲ་ཟིག་ཀྱི་བྱས་ན་ཡོང་ནི་ང་ཚོ་དུམ་མོ་ཟིག་རེད། དཔེ་ཟིག་འཇོག་རྒྱུ་ན། སྟབས་བུ་ཡིས་བཞག་ན་ཟེར་དགོས་ནི་རེད། སྤྱིར་བཏང་གི་ཁ་ཤགས་དང་དེ་ནས་གློག་བརྙན་ངས་ལས་སྣོན་གི་ནང་ནས་རྒྱུ་ན་གློག་བརྙན་བཀའ་བསྒྱུར་གི་ནང་ནས་ལས་སྣོན་ལས་ཀ་འདི་ཅན་པོ་ར་དེ་ནས་ཁ་ཤགས་སྐར་ཆུང་གི་འདི་གཉིས་ཀ་གཅིག་གི་འདིར་ཡང་ན་ཐུག་དེ་ས་དེ་འཇོག་གི་ཁ་ཤགས་ནང་ན་ཆ་གི་ནོ་ཅང་གི་འོད་སྐད་ཅིག་དམངས་ཁྲོད་གི་སྐད་ཆ་སྣ་མའོ་ཟེར་དགོས་ནི་རེད་ད་དུ་ཅན་གོ་ཡིན་ཟེར་དགོས། ར་ཡང་ཆུ་ཡིན་གྱི་ན་ཅིག་གར་ཁག་ར་ཧྲེ་གོ་གི་ཆི་ཧྲེ་ནོ་དེ་རི་གར་ཆུང་ར་དེ་ནི་ཆིན་ཁྲབ་གོ་གི་དེ་ན་གར་ཆུང་ར་ཁ་ཁག་འདི་གཉིས་ཀྱི་སྤྱི་ཚོགས་ཀྱི་ཐོག་བ་ཐོའི་ནུ་གི་ནེ་བ་འདི་ཅི་མཐོང་ཆུང་ཡོད་ས་མི་འཇུག་ནི་ཟིག་རེད་འདོད་གི་ང་རང་གིས་ལྟ་གྱི་ན་ཡ་ཆུ་བོད་མི་རིགས་ཀྱི་ཁྲོད་ནས་རང་ཨ་ཆུ་འདི་མི་འདུག་ཕྱོགས་ནས་ཚིམ་འདེད་ཐོན་འོག་གི་དེ་དག་ན་ཆི་ཡང་ཅིག་དེ་རང་ནི་དཀའ་གི་ཅིག། དམངས་ཚིག་གསར་བ་ཡོང་དགོས་འདུག་འདི་ར་ཅིག་རྒྱ་སྐྱེད་རང་བཞིན་ཟེར་ན་ར་ཆོག་གི་དམངས་ཚིག་ཡོངས་ལ་རྒྱ་སྐྱེད་རང་བཞིན་ཟེར་དགོས་ནི་མ་རུ་གསར་བསྒྱུར་ཡས་དགོས་ནི་འདི་ཕྱོགས་དུ་མེད་ལ་ཡང་དེའི་ནང་དོན་དུ་མཚོན་མི་ཐུབ་ནི་ཐུག་གི་རེད་ཤེས་པ་རང་བཞིན་གི་དུ་འོད་ཀི་དུ་ཁྲ་ཞིང་ཤེས་པ་ཡོད་ནི་རེད་འོན་ཀྱང་འཚོ་བ་འཚོ་བ་རེད་རེད་དེའི་ནང་ནས་ཡང་ཅིག་འུ་ཆོས་རོ་ལས་འཇོག་ཁ་ཡིས་དགོས་ག་དེ་དང་འདི་ཕྱོགས་ཆེ་ར་ཅིག་བྱེ་བྲག་ཉི་ན་གཟུགས་ཡིན་གྱི་ཆ་ནི་གཅིག། སྐལ་ལྡན་ཡིན་ན་ཆོག་གི་ལག་བསྟར་ཡས་བཅུ་འདུས་ཞོག་ག་གཅིག་རང་བདག་གཟུགས་ཡིན་ན་ཆོག་གི་འདུས་ཞོག་ག་ཡང་གཅིག་དུ་མོ། ཁ་ཁག་གཟུགས་གར་ཆུང་རུ་བཅུག་གི་དུ་མོ་གི། འཆར་ཞེན་འདྲ་ཡོད། ནམ་མཁའ་ཤེལ་གྱི་ང་ན་ན་ནང་བར་གྱི་དྲ་ལམ་སྒོང་ཚང་འདྲ་དྲ་ནུབ་མོ་ཡིན་ན་ཡང་བརྗོད་གཞི་དྲ་ལམ་གྱི་འདུ་བརྗོད་བྱ་ཡིས། རེད། ད་འདི་བཟོ་བའི་སྐར་ཆུང་བཟོ་ག་ཡོད་དེའི་ནང་ན་ད་རང་གི་བསམ་བློ་གཏོང་སྟངས་དེ་ནས་ཅིག་བསམ་འཆར་བརྗེ་རེས་ཞོག་ཨ་ཕི་ནུ། ད་འདི་མོ་ཁ་ཤི་ཡོད་རང་རིག་གནས་གི་ངའི་ཐག་གི་རང་གི་ལྟ་ཚུལ་ཟི་ན་འདྲ་ད་ཐག་གི་ལྟ་བ་ཟི་ན་རྒྱ་ཆེ་སོང་ལྟ་ཚུལ་ཆུང་ཆུང་དུ་ཀྱང་གོ་རང་གི་བསམ་བློ་གི་ལྟ་ཚུལ་དུ་གཏོགས་གོ་ད།

ཅེས་ད་ད་རྒྱུན་ཨུ་ཡོག་གི་ད་ཧ་ལམ་གཏུམ་མོ་ཟེར་ཡ་ཡིན་ན་ད་དྲ་ལམ་དགོང་ཚོགས་པ་དེ་ལྟ་བུ་ཡིན་ན་ཡང་གི་ད། དྲ་ལམ་གི་འདི་སྔོན་མ་བཤད་ན་ཅིག་དུས་ཚོད་འཕྲོ་བརླག་དང་དུས་འཕྲོ་ད་ཅིག་ཨག་གསར་གི་གསར་དགོན་ནི་རེད་འདི་མོ་ཟིག་གི་ཕྱོགས་གཅིག་ནས་དུས་དུས་ཚོད་རེད་དེ་ནས་གི་ཉི་མ་སྟོང་ཟིག་རེད་དེ་ནས་ད་དངུལ་ལ་སོགས་པ་ཨ་གི་ཚང་མ་དུས་ཐོག་ཟིག་སོང་དེ་ནས་ཉོག་དྲ་མི་ང་ཟིག་རེད་དེ་ནས་ཡོང་དགོས་ནོ་ད་འདི་གོ་རིམ་དུ་མ་བརྒྱུད་ན་བཤད་ར་ཡང་བྱ་དོག་པ་དེ་ཡོང་རྒྱུ་རུ་དཀའ་མོ་ཟིག་ཡིན་ན་ཐང་ར།

འདི་ལས་ནུ་ཅང་དགོས་པའི་ནང་ནས་རང་ཉིད་དེ་ཁོངས་མི་ཟིག་ཡིན་པའི་ཆ་ནས་དང། དེ་ནས་གནང་ལོག་བརྙན་འཕྲིན་འདིའི་ཁྱབ་ཁོངས་འདི་ནས་ལས་ཀ་བྱེད་མྱོང་བ་དེ་ནི་གཅིག་ནམ་རྒྱུན་ཡིན་ན་རེ་འདི་ཕྱོགས་དོ་སྣང་ཡོད་ཀི་ཡོད་ནོ། ད་འདི་ངའི་ཐད་ནས་ཡིན་གྱི་ན། ད་མ་འོངས་པ་ཚོ་ཡིན་གྱི་ན་ར། ད་བུ་ཆུ་གནང་ལོག་བརྙན་འཕྲིན་གྱི་ལས་སྒོ་འདི་ནས། ལས་མཚན་ལ་སོགས་པ་ཡིན་གྱི་ན་ར། རང་གི་ཆ་ཆེ་ཡོད་ནི། ཐ་ན་དེའི་མིང་འདོགས་སྟངས་ལྟ་བུ་ཟད་ཟེར་རང་གི་གཉིས་ཀྱི་བརྗོད་བྱ་འབྲེལ་ཡོད་ཀྱི། དོན་གྱི་འདིའི་བརྡ་ཐ་སྙད། བརྡ་ཆད་ནི་དགེ་སེལ་ཆེད་ལས་ཀྱི་བརྡ་ཆད་ཟེར་དགོས་འདི་ཐམས་ཅད་སྐུ་ཚབ་གདན་གྱི་ཞུ་བ་ཡོང་རྒྱུ། ད་འདིའི་ཞུ་བ་ཡང་ཚང་མས་ཤོད་ར་རྒྱག་པ་མི་ད་འདི་མུ་མཐུད་དུ་ཞུ་རྒྱག་རྒྱུ། ད། འདི་བཟོ་རྒྱུ་ན་རེ་བ་ཡིན་དེ་ནས་ལས་མཚམས་གཟིགས་ཡིན་ན་ར་ལས་མཚམས་གསར་པ་མ་འོངས་པ་ན་ལས་མཚམས་གསར་པ་མང་པོ་ད་རུང་བཟོ་གསར་གཏོད་བྱེད་རྒྱུ་གི་སྲིད་པ་ཡོད་ཀྱི་རེད་ད་ཡོད་ཡོད་དུས་དགའ་ང་ཡིན་གྱི་ན་ར་ཡང་ཐ་ན་ལས་མཚམས་གི་མྱང་གཟིགས་མདོག་འདྲི་ར་ད་ཅིག་མང་ཕྲུག་གི་སྐད་ཆ་དང་བོ་སྲོལ་རྒྱུན་གི་སྐད་ཆ་དང་རང་གི་བརྡ་ཐར་ཉེར་འདི་བཟོ་བསམ་བློ་དང་ངེ་མྱང་ལོག་རྒྱུ་དུ་བཟོ་བྱེད་ཀྱི། ཧ་ཅང་གལ་ཆེན་པོ་རེད་བསམ་གི་ཡོད་ད་ཚོད་རེད་ལ་ཡིན། རེད་ད་ཁོ་རྣམ་པ་ཚང་མས་ཤིན་ཏུ་རང་གི་མ་བྱས་ན་ར་ཀ་ཆང་ཡིན་ན་ད་ཅིག་འདི་ཁ་རྐི་ལ་ཡིག་རྐི་ལ་ཡིན་ན་ཡང་ཅིག་སྒྱུར་རྩིས་ཀ་ཆ་ཟིན་ནས་རིགས་མང་མང་ཟིག་བཀོད་ཡོད་གི་ན་གང་ལྟར་ཀྱང་ཀ་ཆ་ཡིན་ན་མི་རིགས་ཀྱི་བསམ་བློ་རྒྱས་རིགས་འགྲན་འདྲིས་ཡོད་ཅིག་འདི་མོ་ཡོ་ཤི་སོ་ཟིག་རེད་ན་དེ་ན་ར་ཡང་ཅིག་མི་རིགས་ཡིན་ན་འདི་ཀ་ཆ་ལ་བརྟེན་ནས་ད་ད་ངས་ད་སོང་བས་ནས་མི་རིགས་ཀྱི་ཤེས་ཡོན་གྱི་ད་གྲུབ་འབྲས་འདི་ད་སོང་བས་ནས་བཤད་ར། མཚོན་རྒྱུ་ཡིན་ན་ཆོག་གི་ཉར་ཚགས་ཡིན་ན་ཆོག་གི་རྒྱུ་སྤེལ་ཡིན་ན་དེ་ཡི་གོ་ས་ག་ད་ག་ཆེ་གལ་ཆེན་རང་བཞིན་འདི་ད་ངས་མ་ཤི་ན་ར་ཐང་ནས་ཤི་ནི་རེད། རེད་ཡེ་ད་ཁོ་རྣམས་པ་དེ་རང་གི་ཁ་བརྡ་ལེ་ཚན་གཏོང་མཚམས་འདི་ནས་འཇོག་ཐང་རྗེས་མའི་ཁ་བརྡ་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ་ད་བདེ་མོ།